བོད་མདོ་སྨད་ཟུང་ཆུ་མ་ཡོན་སྡེ་བའི་ཞིག་ཁྲིགས་ཚང་དུ། ཡབ་དཔལ་ཡོན་བུམ་སིལ་དང། ཡུམ་གླ་ཡང་ཞིག་མོ་གཉིས་ཀྱི་སྲས་སུ་སྐུ་འཁྲུངས་ཤིང། ཆུང་དུས་ཀྱི་མཚན་ལ་ནོར་བུ་བསམ་ཕོད་གསོལ། དགུང་གྲངས་ཉི་ཤུ་རྩ་གཉིས་ཐོག་སྐྱབས་རྗེ་སྨན་རིའི་ཁྲི་འཛིན་གསུམ་གྱི་སོ་གསུམ་པ་མཆོག་འཁྲུངས་ཡུལ་དུ་ཆིབས་བསྒྱུར་གནང་བའི་སྐབས་སུ། རིན་པོ་ཆེ་མཆོག་གི་སྐུ་མདུན་ནས་རྟག་པ་དྲང་སྲོང་གི་སྡོམ་པ་བྱས་ཀྱང། མཚན་ལ། ཟླ་བ་དར་རྒྱས་དབང་པོ་ཞེས་སུ་གསོལ། དགུང་གྲངས་ཉི་ཤུ་རྩ་བཞི་ཐོག་དགའ་མོ་ལི་དགོན་གཡང་དྲུང་དར་རྒྱས་གླིང་དུ། ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་མདུན་ནས་རབ་འབྱམས་དགེ་བའི་བཤེས་གཉེན་གྱི་མཚན་བཞེས། དགུང་གྲངས་ཉི་ཤུ་རྩ་ལྔ་ཐོག་དཔལ་གཤེན་བསྟན་སྨན་རིའི་གླིང་དུ་ཕེབས་ཏེ་རྒྱལ་བ་སྨན་རིའི་མཁན་སློབ་རྣམ་པའི་དྲུང་དུ་ཚེ་ཉུལ་ག་པུར་འགྲིག་ལ་སྦྱང་བ་མཐར་ཕྱིན་པ་ཞིག་གནང་ཡོད་འདུག། ཁྲི་འཛིན་རིན་པོ་ཆེ་མཆོག་ནས་ནི་སྐུ་ན་གཞོན་དུས་ནི་ལྷག་པར་ལྷ་མྱུལ་ཞིག་ཟ་ག་བ་གོ་བ་ནི་དེའི་བརྒྱུད་རིམ་དེ་ལ་ནི་ལོ་རྒྱུས་མདོར་བསྡུས་ཤིག་གསུང་རོགས་གནང། ལོ་ཉི་ཤུ་རྩ་ལྔ་པ་དུས་སུ་བོད་གླིང་ནས་འཚར་ལོངས་བྱུང་རྒྱུ་རེད། ལགས་སོ། དེ་ཡིན་དུས། ད་ངས་ལབ་ཉེས་ཀྱི་རུང་ལ་ན་རེ། དང་པོ་ང་ཚོ་འབྲུག་ལོ་མདང་སོང་ལ་ནས་རྒྱང་གོ་གོ་རེད་དེ་ང་དགེ་རྒན་གྱིས་ང་རང་ཚོ་གོ་ད་ལུང་པ་སྤྱི་དཔེ་གི་དགེ་རྒན་གྱི་ཡོད་རེད་དེའི་ཚག་ནས་དེ་འབྲུག་ལོ་མདང་སོང་ལོ་དེ་འབྲུག་ཆེ་དེ་ནི་ཏཱ་ཡིག་དང་སུན་ཇི་བ་དང། དེ་ག་ནང་བཞིན་གྱི་ཅིག་ཉིན་སྔ་དྲ་དེ་འདྲས་ཀྱི་གྲ་ལ་ཕྲན་བུ་ཅིག་སྦྱངས་ཡོད་རེད། དེ་རྗེས་ལ་དེ་ནས་ང་ཚོ་གི་ངའི་དགོན་པ་དེ་ལ་དགའ་མལ་གཡུང་དྲུང་རྟ་ཅན་ལས་ལ་གི་རེད་དེ་དགོན་པ་དེ་དེའི་གི་དེ་ནས་ཨ་མདོ་རྔ་བ་ནང་བཞིན་དགོན་པ་ནས་དགེ་རྒན་གྱི་ཨ་ཀི་ཡེ་ཤེས་ལྕང་ཚེ་ལགས་ནས་ཁོང་ང་ཚོ་དེ་ད་བོན་ལོས་ལ་ནས་དེ་ང་ཚོ་དགོན་པ་གི་མ་གདན་འདྲེན་ཞུ་དེ་ཅིག་དེ་ད་དེ་ཅིག་ནས་ང་ཚོ་གི་ད་བཤད་གྲ་ས་དེ་ཚོ་རེད། ད་བཤད་གྲྭ་དུ་ནི་ང་དེ་བཤད་གྲྭ་དེ་ན་ད་ཐོག་མར་འཛུལ་ངེས་གྲྭ་རེད། དེ་ཐོག་མར་འཛུལ་ནས་ད་ང་ཚོ་དེ་བཤད་གྲྭ་ནང་ནས་བསྡད་དེ་ད་ང་ཚོ་རྟེན་འབྲེལ་ཟེར་བ་མ་གཏོགས་ཧ་ཅང་གི་རྒྱ་ཆེན་པོ་ཅིག་མདོ་སྔགས་སེང་ཟོ་ཆ་ཚང་གཅིག་རྒྱང་ཐུག་ཡ་དེ་ཚོ་བྱུང་ཡོད་མ་རེད། ཡིན་ན་ད་ཅི་སྡིག་གྲྭ་འདྲ་དང་ཚེ་མ་འདྲ་དང་བྷ་ཤིང་འདྲ་འདི་འདྲའི་རྒྱང་འདི་ནི་ད་ལོ་སྟོང་བཞི་རྗེས་ལ་དེ་ནི་ང་ཚོ་ད་ཅི། དགེ་བཤེས་བཏང་ཡ་དེ་འགོ་ཚུགས་རེད་དེ་དེ་དགེ་བཤེས་ཐེངས་དང་པོ་དེ་བཏང་ཆགས་ཚར་རེད་དེ་དེ་རྗེས་ལ་ཡང་ལོ་གཉིས་རྗེས་ལ་དེ་ནས་དགེ་བཤེས་ཐེངས་གཉིས་པ་དེ་བཏང་དེ་ད་ང་དགེ་བཤེས་ཐེངས་གཉིས་པ་བཏང་མཁན་གྱི་གྲས་དེ་ཚིག་འོས་རེད་བོན་པོའི་གཞུང་དེ་ལ་མདོ་སྔགས་སེང་གསུམ་ལ་དེ་ག་ལ་ད་མདོ་འདྲ་བརྩིས་ན་དཔེར་ན་ད་ཅིག། བདུད་དགྲ་བདུད་དགྲ་ལ་གོ་རེ་དེ་ནས་ཚེར་མ་དེ་ནང་བཞིན་གྱི་ཐལ་འབྲས་དེ་ནས་ད་ཅི་བག་ཤན་ས་བླང་འོ་མ་དེ་གཉིས་ཟེར་ནས་ད་དེ་ནང་བཞིན་གྱི་མཛོ་ད་མདོ་ཁོ་རང་ལ་དེ་འདྲའི་གཞུང་ལུགས་མང་པོ་ཡོད་དེ་ད་ང་ཚོ་གཞུང་པོ་ཆེན་སྤྲུལ་ལ་གོ་ད་ད་པོ་ཆེན་སྤྲུལ་རྩིས་ཏུ་བྱེད་པ་རེད་བོང་བུ་ལ་འོ་དེ་འདྲ་བྱས་ནས་དེས་ཀྱང་ད་འདི་འདྲའི་སྦྱང་དགོས་ལ་ད་འདི་བོད་ནས་འདི་འདི་ཚང་མ་སྔགས་དང་ནི་རྫོགས་ཆེན་དུ་སོགས་སྦྱང་ཐུབ་ཡོད་མ་རེད། ད་འདི་འདོགས་པ་མ་ཚང་ད་འདི་བྱས་ཏེ་ད་ང་ཚོ་ང་རང་གི་ད་འདི་བོད་ནས་ཡོད་དེ་ད། རྒྱ་གར་ནས་ལོ་པ་ལོ་ཉེས་དང་རྩ་ཡི་མི་རིགས་འཕྲིན་ཚེགས་ལ་དེ་ང་རང་ཚོ་བོན་པོ་ཚང་མ་གི་དེ་ད་རྩིས་དེ་དེ་ད་འདི་མཇལ་ཡ་གོ་གོ་རག་ཡ་དང་དེ་དེ་ནས་ད་ལོ་པ་ལོ་ཉེས་དོགས་བོན་པོ་སྐོར་ལ་སྦྱང་བརྡར་བྱེད་དགོས་བསམ་པའི་བསམ་ན་མི་ཡུལ་དེ་ཟེར་ནས། དེ་རྒྱ་གར་བཙན་བྱོལ་དུ་འབྱོར་རེད་བཙན་བྱོལ་དུ་འབྱོར་ནས་ད་དྲིན་ཚེ་རིན་པོ་ཆེ་དང་དེ་ནས་བང་ལོ་རིན་པོ་ཆེ་ཁོང་རྣམ་པ་ཚོ་མཇལ། དེ་ནས་ཡང་ང་ཚོ་མི་རིགས་ལ་ལུས་སྲོག་ལ་ཡང་བསྐྱར་རོགས་ཆུང་ཞུ་དགོས་རེད་དེ་དེ་མི་རིགས་ཀྱི་དེ་མི་རིགས་ད་གང་སྲིད་དང་སྲིད་ཡིན་ན་དེ་ང་ཚོ་རོགས་ཆུང་ཞུ་ཡང་བསྐྱར་བྱས་དེ་ནས་དེ་ང་འོག་ལ་བསྡུས་གྲྭ་ནང་ནས་ཡང་འཛུགས་ནས་ད་ལོ

བོན་པོ་སྤྱི་ལ་ཞབས་ཀྱིས་ཞུས་ནས་ཡག་གི་རེད་སློབ་འབར་ཁུ་བྱུག་ཅིག་ན་བསྡད་ནས་ཡག་གི་རེད་ཟེར་ནས་དེ་འདྲའི་དགའ་སྣང་རེད་དེ་འདྲའི་དགའ་སྣང་སྣང་ཞིང་དེ་ང་དེ་ལ་བསྡད་བཞག་བསྡད་བཞག་ནི་ད་ང་དེ་ལ་ནས་ལས་ཁོང་ང་སོགས་ལས་ཁོང་ཨ་མ་ཅིག་ཡོད་རེད་དབུས་ཨུ་འབྲུག་འབངས་འཛིན་སྐྱོང་ལྷན་ཚོགས་ལ་ནས་དེའི་ནང་ནས་ད་ད་ཐོག་མ་ངུ་སྙད་ལོག་སོང་ཅིག་དེ་རྗེས་ལ་དེ་གྲོང་ཁྱེར་གྱི་འགན་ལོག་སོང་ར་ཚི་ཁེལ་ནས་བསྡད་བསྡད་རེད། དེ་རྗེས་ལ་དེ་ནས་ད་ང་སོ་རིན་པོ་ཆེའི་ཞིང་ཁམས་དེ་ཤིང་ནག་ཕེབས་ཚར་རྗེས་ལ་ད་ང་སོ་མི་རིགས་ཀྱི་ཁྲི་འཛིན་དེ་ཁྲི་སྟོང་པ་ཆགས་འགྲོ་དུས་ད་ཡང་ཁྲི་འཛིན་གཞན་པ་ཅིག་དགོས་དུས་ད་ང་སོ་མི་རིགས་ཀྱི་ལུགས་སྲོལ་ལ་སྤྱི་བཏང་གི། རྗེ་རིན་པོ་ཆེའི་ལབ་ནས་ད་མི་རིགས་ཀྱི་དགོན་པ་ཐོག་མ་ཕྱག་ཐོག་མཁན་དེ་ནི་ད་མི་རིགས་ཁྲི་འཛིན་དང་པོ་དེ་རྗེ་གཉུག་མའི་ཤེས་རབ་རྒྱལ་མཚན་རེད་ཁོང་རིགས་ཀྱི་མ། ད་རྗེ་འཇུ་རྒྱལ་ཚོགས་རིན་ཆེན་རྒྱལ་མཚན་ལ་སོགས་པ་ལ་ལུང་བསྟན་གནང་ནས་ངེད་ཀྱི་རྗེ་འཇུ་དེ། རྗེ། མ་འོངས་པ་འདིའི་དགོངས་པ་འདི་ལ་ནི་རང་བྱུང་དགེ་བའི་བཤེས་གཉེན་དེ་མཁན་གྱིས་ད་གོ་ནས་ནང་རྟགས་ཀྱི་འདུ་བ་ཐོག་ནས་ཉིས་བརྒྱ་ལྔ་ཅན་ད་དགེ་སློང་གྱིས་འདི་འདྲས་བྱས་ལ་དེ་ནས་ད་ཅི་རྟགས་རེ་བྲིས་ནས་ཡོན་ཡང་རེ་མ་ཏུ་དེ་གཞན་པ་མི་ཡི་བསྐོ་ཡ་དང་དེ་མིན་ལྷ་སྲུང་མ་གི་བསྐོ་ཡའི་དུས་ཆད་གོ་ནས་ནས་བཀའ་གནང་བ་ནང་བཞིན་གྱི་ད་ལྟ་བོ་དུ་སོར་སྡུ་སོགས་དེ་དེ་བྱས་ནས་ཡོང་དུས་ར།
ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་དང་པོའི་ཚེས་གཅིག་གཟའ་སྐར་འཕྲོད་སྦྱོར་ཕུན་སུམ་ཚོགས་པའི་ཉིན། རྒྱལ་བ་སྨན་རིའི་མཁན་སློབ་རྣམ་པ་དང་པོད་ཕྱི་ནང་གི་བོན་གྱི་བླ་སྤྲུལ་དགེ་བའི་བཤེས་གཉེན་རྣམ་པ། གནས་ཡུལ་མི་སྣ་མང་པོས་བཀའ་ཁྲིའི་ཡུན་རིང་གནང་མཐར། སྔར་སྲོལ་བཞིན་པུད་ཤན་སྟོན་སྨན་རིའི་ལང་དུ་ཡི་དམ་དཔལ་སའི་རྔམ་པའི་གཞུང་དང། བསྟན་སྲུང་སྡེ་བཞིའི་གཞུང་བསྲངས་ཏེ། དམ་ཅན་དཔོན་སྐྱོང་སྲུང་མར་གདན་པ་དེར་གནང་བས། འབྲས་རྟགས་སུ། སྨན་རིའི་བཀའ་རམ་སྦྱིན་པ་དགེ་བའི་བཤེས་གཉེན་ཆེན་མོ། དེང་སང་ཟླ་བ་དར་རྒྱས་རིན་པོ་ཆེ་མཆོག་ཁོང་ལ། སྐྱབས་རྗེ་སྨན་རིའི་ཁྲི་འཛིན་གསུམ་གྱི་སོ་བཞི་བའི་རྟགས་སྒྲིལ་སུ་འོབས་ཡོད་པ་རེད། ང་ཚོ་ཡོངས་གྲོགས་དཔོན་གྱི་ཁྲི་འཛིན་གྱི་ལམ་ལུགས་དེ་ག་དེ་ནི་འགོ་ཚུགས་པ་རེད། ཁྲིམས་འཛིན་ལམ་ལུགས་དེ་ད་ཇི་ལྟར་འགོ། རྗེ་རིན་པོ་ཆེས་ད་མཁན་རུ་དང་པོ་དེ་གཅིག་ཁོང་གིས་ད་ཁོང་རང་གི་རྒྱལ་ཚབ་བསྐོས་ནས་རྒྱལ་ཚབ་རིན་ཆེན་རྒྱལ་མཚན་ལ་དེ་ཁྲིམས་འཛིན་ཡིན་པ་ཞིག་ད་ཇི་ལྟར་འགོ། ད་ནས་བཟུང་དེ་ང་ཚོ་མིའི་རིགས་ཀྱི་ཁྲིམས་འཛིན་མཁན་དེ་ཡིན་ན་རེད་ད་དེ་ང་ཚོ་ད་དེ་ཁྲིམས་འཛིན་ལ་ནི་ཇི་ལྟར་འགོ་ང་ཚོ་ད་ཉིན་དེ་ཆབ་ཆེན་པོ་ཡོད་མ་དེ་དེ་ཡོད་ནི་ཡོད་རེད། དེ་དེ་མི་རིགས་ཀྱི་མཁས་ཆེན་ལོག་རེད། མི་རིགས་མཁྱེན་རབ་ལོག་རེད་མི་རིགས་མཁས་ཆེན་ལོག་རེད། དེ་མི་རིགས་མཁས་ཆེན། ད་མི་རིགས་མཁས་ཆེན་དེ་དེ་ད་མ་འོངས་པ། གདན་ས་འདི་ནས་རང་བྱུང་དགེ་བཤེས་ཤིང་ཉེ་འཐེན་མཁན། དེ་ནས་ཀོ་བཟོ་དཀར་ཟེར་ནས་ཉེ་རྒྱ་ང་གཅིག་གི་གཙང་འཁྲུངས་རྣམ་པ་དག་པ་གཅིག་ཡོད་ན། དེའི་དེ་མི་རིགས་ཀྱི། དྲིན་ཅན་གྱི་འོ་མའི་ལག་ཏུ་དེང་སང་ག་ག་གེ་དང་མ་སོང་ནས་འོ་མའི་ལག་གི་དང་འོ་མའི་ནང་ལ་ནི་བཞག་ཆོག་གི་རེད་ཟེར་ནས་བཀའ་གནང་ནས་དེ་ལ་ཅིག་རིགས་རུས་དང་དེ་ལ་ཅིག་ཐོགས་མེད་དང་མཁས་མི་མཁས་དང་དུ་དྲེག་གི་ཆད་པ་གང་ཡང་མེད་གདན་ས་དེ་ལ་ནི་རང་བྱུང་རང་བྱུང་དགེ་བཤེས་ཉིད་ཀྱིས་ཐེངས་དེ་བགྱིས་ལ་ད་ང་ཚོ་གཙོ་བོ་དེ་མི་རིགས་དེ་མདོ་དབུས་ཀྱི་བགྱིས་པ་དེ་མདོ་བགྱིས་ཟེར་ནས་ད་མི་རིགས་ཁྲི་འཛིན་དེ་མདོ་བ་པ་མ་ཡིན་པ་ཅིག་ཡོངས་སུ་བསྔགས་མ་རེད་མིའི་ཁྲི་འཛིན་ནས་འཇིགས་མི་འཇིགས་དགེ་སློང་གཅིག་དགོས་ཀྱི་ཡོད་རེད་ད། འོ་ཧོ་དེ་འདྲའི་འདྲ་བོ་ཞིག་དེ་འདུ་ཡི་བྱེད་དེ་མ་འདི་བྱེད་དགོས་དེ་ད་འདི་བྱེད་དེ། འདུ་བ་དེ་གཙང་མ་བྱེད་དགོས་ཀྱི་རེད་ལ་ཡ་དེ་དེ་རེད། རིན་པོ་ཆེའི་དགོངས་ནས་གསུངས་སོང་ང་ཚོ། མེའི་ཁྲི་འཛིན་རིན་པོ་ཆེ་ཕྱོགས་ན་འདི་བ་གཙང་མ་བྱེད་དགོས་རེད་གསུངས་སོང་ནི། གཞན་དག་གི་ད་མེ་རི་ཁྲི་འཛིན་བྱ་བ་ལ་སློབ་སྦྱོང་གི་ཆ་རྐྱེན་དང་གཞན་དག་གི་ཆ་རྐྱེན་ག་རེ་ག་རེ་ཅིག་ཚང་དགོས་ཀྱི་ཡོད་རེད་ད། ད་མེ་རི་ཁྲི་འཛིན་བྱ་བ་ལ་ཆ་རྐྱེན་ཅི་སྟེ་མི་རེ་བདེ་ས་རང་ནས་དགེ་ཡི་བཤེས་གཉེན་གྱིས་འཐེན་དགོས་ཀྱི་རེད་དགེ་ཡི་བཤེས་གཉེན་དེ་མདོ་སྔགས་སུ་སོང་ལ་ལོ་པ་ལོ་ཉེས་བྱེད་དགོས་ཀྱི་རེད་མདོ་སྔགས་བཙན་སྲུང་གི་ལོ་པ་ལོ་ཉེས་བྱེད་མ་འདུག་པ་དེས་ཀྱི་བགྱིས་པ་འཛིན་ཐུབ་དགོས་ཀྱི་རེད་བགྱིས་པ་དེ་མ་རེད་མི་མང་ལ་སྤེལ་མཁན་དེ་བྱེད་དགོས་ཀྱི་རེད་སྲུང་འཛིན་མཁན་དེ་བྱེད་དགོས་རེད་དེ་ཚང་མ་དབང་ལུང་མན་ངག་ཚང་མ་ཞུས་དགོས་བ་དང་བྱ་མཁན་ཚོས་ཚང་མ་ཅིག་དགོས་བདེ་དགོས་ཀྱི་རེད་དེ་གཅིག་ནས་ད། གདན་ས་དེ་རང་བདེ་དེ་དེ་ད་འདི་ནས་ཁྲི་འཛིན་གོང་མ་འདས་ནས་ད་ཨོང་ལོང་མི་ང་མང་པོ་ཅིག་ཞུས་ཚར་རོ། དེ་འདི་བྱིས་པ་འཛིན་གོ་དེ་དེ་གོ་གོ་ཡོད་རེད། ད་འདི་བྱ་ཆེན་འདི་དེ་རོ། དེ་མ་ཏོ་ཡང་ཤོ་ལོག་ཅིག་ནི་ལས་གིན་ནས་ཡང་ད་ད་བྱིས་པ་དེ་མི་རིགས་ཁོ་རང་གི་བྱིས་པ་དེ་དེ་ཡིན་དེ་ཡང་འདི་འདི་གི་བྱིས་རོང་དེ་གོ་གོ་ཡོད་རེད། དེང་སང་གི་ད་རྒྱའི་རང་བྱུང་རྒྱའི་ཞིང་ཆེན་ག་རེ་ན་མི་རིགས་གི་ནས་སྟག་རིགས་གི་འོ་མི་དེ་དོ་ལ་བཞག་ཐུབ་གི་རེད། ཨོ་དེ་འདྲ་ཅིག་སྟག་རི་དེ་དཔའ་བོ་ཚ་འདི་ག་ལ་ཀོ་དེ་ཡོང་དེ་ཡོང་མཁན་ཅིག་ན་རེ་ཀོ་དེ་ད་ཅིག་བོད་ལ་ངེས་མ་འདྲ་ཚེ་ན་རི་རུ་ཤར་ནས་ཏོག་ཏོག་ཏོག་ཡོང་རོ་ཧ་ཅང་ད་དེ་འདྲ་རྒྱ་ཆེན་པོ་ཡོང་མ་ད་དེ་དེ་ཅིག་རེ་ད་རི་རུ་ག་རེ་ཅིག་ན་ཡིན། དེ་ཀོ་མི་རིགས་ཀོ་འབའ་ཚ་ཚང་མ་གོ་ད་རྩ་ཡི་བླ་མ་སུ་ཀུ་ནོར་བུ་ཡིན་ན་རེ་རྩ་ཡི་བླ་མ་རྩིས་གི་རེད་མ་གཏོགས་ཚེ་ཅག་དེ་ལ་རེད་དང་མ་རེད་ཚེ་ན་དེ་སོང་བཞིན་དུ་ཡ་གང་ཡང་མ་རེད།

ད་ནད་ཀྱིས་གདུང་བ་ཡིན་ན་རེད། སྡང་གིས་བསླུས་པ་ཡིན་ན་རེད། དེ་འདྲས་ཚང་མ་གྲུ་ཕོག་བསྡད་བ་ཡིན་ན་དེ་ཚོ་ཚང་མ་ལ་ཕན་ཐོགས་ཡས་ཀྱི་ཆེད་དུ་མེ་འདི་ད་མེ་མཆན་དག་འགུལ་བ་ག་ས་ག་ལ་དེ་མེ་འདི་བསྒྲུགས་ནས་མེ་མཆན་ལོག་ཆགས་དེ་མེ་འདི་ད་ལྟ་ཡིན་ན་ང་ཚོ་ད་ན་ནིང་ནས་ཡང་དུ་སུ་ཞིག་དེ་མེ་འདི་གི་ཕན་ཐོགས་པ་ལོག་མཁན་ད་ང་ཚོ། བན་འབངས་ཉིན་དཀར་ནང་ནས་ཡོང་གི་འདུག་བོང་བུ་གཅིག་པོ་མ་རེད། བན་དེ་ནང་ནས་ཡོང་གི་འདུག་འདི་འདྲའི་དེ། དེ་མེད་འདི་འགྲོ་ཡ་དེ་ཉིན་པ་དེ་ཆེ། གསུམ་པ་དེ། ད་ད་ཅིག་ངས་གོང་དུ་ཞུ་བ་ནང་བཞིན་གོང་མ་འདས་ནས་དབང་ལུང་ཁྲི་སྲོང་མང་པོ་ཅིག་ཞུ་བཞག་སྟེ་དེ་དེ་མི་མ་རེད། དེ་མི་མ་དེ་དེ་མི་མ་ཡིན་ན་རེད་སོ་སོ་གི་ལོ་རྒྱུས་ཡིན་ན་རེད་དེ་ཚོ་ལ་མ་ཁྱབ་སྤེལ་དང་འགྲེམས་སྤེལ་བྱས། དེའི་ཚོང་དེ་རེད། ད་དེང་སང་འདྲ་ཚེ་ན་ངས་རྒྱན་ཡིན་མང་པོ་ཁུར་དགོས་རེད། དེ་མི་མང་པོ་ཅིག་དྲ་ཡིག་གི་འཚོ་བ་ཡིན་ན་རེད་དེ་ཚོ་ལྟ་དོ་ཞེས་གོ་རོ། བདུད་རྩི་འོད་ཟེར་འཁྱིལ་བའི་སྒྲུབ་ཆེན་ནི། ཕྱི་ལོ་ཆིག་སྟོང་བཞི་བརྒྱ་ལྔ་ལོར་རྒྱལ་བ་ཉམས་མེད་ཆེན་པོའི་གཙང་ཐོབ་རྒྱུད་དུ་གདན་ས་བཀྲ་ཤིས་སྨན་རིའི་དགོན་ལྕགས་བཏབ་སྟེ། ཕྱི་དྲོ་སྨན་གསུམ་གསུང་དུ་འབྲེལ་བའི་སྨན་རིའི་སྒྲུབ་པ་ཆེན་མོ་སྲོལ་བཏོད་པ་ནས་བཟུང་མེ་རིའི་ཁྲི་འཛིན་རིམ་བྱོན་གྱི་སྐུ་ཐོག་རེའི་སྨན་སྒྲུབ་རེ་འཇུག་སྲོལ་ཡོད་པ་ལྟར། དེ་ལོའི་ཕྱི་ཟླ་བཞི་བའི་ནང་སྐྱབས་རྗེ་སྨན་རིའི་ཁྲི་འཛིན་གསུམ་གྱི་སོ་བཞི་བ་ལུང་རྟོགས་ཟླ་བ་དར་རྒྱས་དཔལ་བཟང་བའི་སྐུ་ཐོག་གི་བདུད་རྩི་འོད་ཟེར་འཁྱིལ་བ་སྨན་གྱི་སྒྲུབ་པ་ཆེན་མོ་དེ་ཡང་ཡོངས་སུ་བརླག་པར་གྲུབ་ཡོད་འདུག། མེ་རིའི་ཁྲི་འཛིན་གྱི་སྐུ་ཐོག་ལ་ང་ཚོས་སྨན་སྒྲུབ་དུས་ཧ་ཅང་སྐད་ཆེན་པོ་ཞིག་ཆགས་བསྡད་ཡོད་རེད། དེ་སྐད་ཆེན་པོ་དེ་ཆགས་དགོས་ཀྱི་རྒྱུ་མཚན་དེ་ག་རེ་ཆགས་ཡོད་ན། ད་མི་རིགས་དྲུག་ཆེན་ལ་དེ་ལྟ་ཅི་གཏང་དགོས་ཁོང་རེ་མཛེས་པ་ནང་ནས་ད་ང་ཚོ་གི་དཔེ་ཆ་དུ་ཚང་མ་ན་སེམས་ཅན་ཐམས་ཅད་ལྷག་ནས་སྐད་ཆ་བཤད་གི་ཡོད་རེད་ད་སེམས་ཅན་ཐམས་ཅད་མེད་ན་མི་ཡིན་གི་རྗེན་པ་དེ་གི་སེམས་ཅན་ལ་ཕན་ཐོག་ཡ་དེ་ལ་ཅི་རིགས་དང་ཡ་མ་ཡིན་པ་དེ་ཅི་བོང་བུ་གཅིག་པོ་ལ་ས་ན་དང་མ་ཡིན་པ་སེམས་ཅན་སུ་ཡིན་ན་ད་ང་ཚོ་འགྲོ་བ་མི་གཅིག་མ་ཡིན་པར་སེམས་ཅན་ཐམས་ཅད་ལ་ཕན་ཐོགས་ཡས་གི་དེ་འདྲའི་གི་གསང་སྔགས་དང་ནི་ད་འདི་སྒྲུབ་པ་དེ་སེམས་ཅན་གི་འགྲོ་སྟངས་མཛེས་གི་ད་ཅི་མཛེས་པ་ཅི་འདྲ་ཟིག་གི་རྩིས་ནས་མ་འབྲི་ཅི་མི་བྱེད་རེད་བསམ་གི་འདུག། ད་རེས་ཀྱི་སྨན་འགྲེམས་དེ་སྒང་ལ་ཅིག་ཕྱག་ལས་དེ་འདྲའི་མང་པོ་གནང་ཡོད་ཀྱི་རེད་དེ། དེའི་སྒང་ལ་ཡང་ཡང་འགྲོ་སོང་དང་གང་ཅི་ཐད་ནས་དཀའ་ངལ་ཅིག་ཡོད་པ་རེད་དེ། ད་ལྟ་གི་དཀའ་ངལ་དེའི་སྒང་ལ་དེ། ཁྲི་འཛིན་རིན་པོ་ཆེ་མཆོག་ནས་ཕྱག་ལས་ག་རེ་ག་རེ་གནང་ཡོད་ནས་གཙོ་བོ། ད་མགོ་འཇུག་པ་སོང་ཐག་ཚང་མ་ལ་ངས་ང་རང་གི་ཅི་བསམ་བློ་ཡོད་བསྡད་པ་དེ་མ་ད་ང་ཚོ་ང་རང་ཚོ་གྲྭ་བ་བླ་མ་དེ་ཚོ་ལ་འདི་འདྲས་འདི་འདྲས་བྱས་ན་ཟེར་ནས་ད་ངས་ཅི་གོ་བ་འདྲ་འཐེན། འོ་འདི་འདྲས་བྱས་ནས་དེ་བྱས་ཏེ་ཅི་ལྟར་དགོས་དེ་ད་བང་མཆོད་དང་ཚང་མ་དགོས་ཡ་ད་གལ་ཆེན་པོ་ད་ང་ལ་བང་མཆོད་ལ་ནི་ཚང་ཚེ་མ་ཅི་དང་པོ་ནི་ང་ཁྲི་འཛིན་ཆ་དེ་ནི་ད་ཁོ་ཚོ་གི་ང་ཚོ་གྲྭ་རྒན་དེ་ཚོ་གི་དེ་བྱིན་གྱི་རེ་ཁ་ཟེར་ནས

ད་དེའི་ནང་ནས་ང་ཚོ་ད་དེ་གོ་སྒྲིག་བྱེད་ཡ་ལ་ང་རང་གི་ལག་ལེན་ལྟ་ནི་འགྱུར་གི་མ་རེད། མི་ཡིས་ད་ག་ཚོད་ནས་ལས་དཔོན་ལོག་གི་རེད་ལས་དཔོན་ལ་ད་ད་ཁྱོའུ་གི་ཐོག་ནས་གོ་སྒྲིག་བྱེད་མཁན་ཅིག་དགོས་གི་རོ། དེ་འདྲའི་གོ་སྒྲིག་བྱེད་མཁན་ནི་ད་ང་ལ་དགེ་བཤེས་ནི་དཔེ་མང་པོ་ཡོད་རེད། ཁོ་ཚོ་ཚང་མ་ཡོན་ཏན་ཅན་པོ་རེད་ཉམས་མྱོང་ཆེན་པོ་མང་པོ་ཡོད་རེད། དེ་དག་ང་ཚོ་བོན་པོ་ད་དེ་འཛིན་ཆོས་ལ་ལས་མཁན་ཏོག་ཉུང་ཉུང་རེད། ཉུང་ཉུང་ཡིན་ན་ཚང་མ་གྱིས་ང་ཚོ་རྡོག་རྩ་གཅིག་སྒྲིལ་འདྲ་དང་ནུས་པ་ཉོང་སྤོང་འདྲ་བྱས་ཏེ་ཚང་མས་བྱེད་ཀྱི་ཡོད་དེ། དེ་དཀའ་ངལ་ཅིག་མི་འདུག་ཨ། ཡང་དེས་ན་ནི་ང་ཚོ་ཀྱིས་མི་རེ་གཉིས་ཀྱིས་ཀྱིས་མང་འདོགས་འདོགས་འདོགས་ཀྱིས་ནམ་གྱི་བརྟེན་དེ་ནི་ང་ཚོ་དེ་ཏོག་སྡུག་པོ་ཅིག་ཡོང་ཁུལ་འདུག་ཨ། དེ་འདྲས་མེད་དེ་ང་ཚོ་དཔལ་ཚང་མ་ནུས་པ་གཅིག་སྒྲིལ་ཡིན་དང་ཡིན་བསམ་པའི་བསམ་བློ་དེ་ཡོང་དེ། འདིའི་ཐོག་ལ་ནི་དཀའ་ངལ་གང་ཡང་འཕྲད་མི་འདུག་དེའི་ཐོག་ལ་ནི་ད་སེམས་ཚེ་འདྲ་ལོ་ཙཱ་བ་ནས་བྱུང་མ་སོང། རིན་པོ་ཆེ་ལགས་ང་ཚོ་ཡོངས་གྲོང་དཔོན་གྱི་ཆོས་རྗེས་ཀྱི་ད་ལྷ་པ་ལྷ་མྱི་ཡིན་ན་འདྲ་ད་མདོ་སྔགས་བཅས་ཚོང་འདིར་ཆ་ཚང་བ་ཞིག་བྱས་བ་ཡིན་ན་ད་ང་ཚོ་དཔོན་གྱི་གདན་ས་ཆེན་པོ་གང་དང་གང་ནས་སློབ་སྦྱོང་བྱེད་དགོས་རེད། ད་བྱེད་སྟངས་གྱི་ང་ཚོ་ངའི་མ་འདྲ་ཚིག་ན་ང་ཚོ་བོན་སྒང་ཁག་དང་བོད་ནང་ཡེ་རི་བའི་མཚལ་ཁག་ལོ་ནས་དགོན་པ་དངོས་ནི་རྒྱ་ཆེན་པོ་དང་དེ་འདྲ་ཡོད་ས་རེད་ད་དེའི་ཕྱིས་སུ་ཡེ་རི་བའི་བོན་ས་ག་དེ་འཇོན་བོན་གི་བྱང་རྗེ་ཡང་གི་ཕྱི་ཡི་འཇིག་ནས་ཨ་ནེ་རྗེ་མྱོང་མའི་ཤེས་རོག་རྒྱལ་མཚན་གི་དེ་ནས་ད་མེ་རི་དགོན་པ་ཆགས་ཐུབ་གི་ཐུག་རེད་དེ་ལྟའི་མེ་རི་དགོན་པ་ལ་ནི་ང་ཚོ་ད་དེའི་ཕྱིས་སུ་གྲ་ས་འདི་ན་རེད་གདན་ས་ལ་ནི་གོང་འོག་བར་གསུམ་ལོ་ནས་གདན་ས་གོང་མ། བ་མ། དེ་ནས་འོག་མ་ལ་ནི། ད་གདན་ས་གོང་མ་ལ་ཡང་དེ། རྒྱལ་མྱོང་མའི་ཆེན་པོ་གི་ཕྱག་ཏུ་པིག་གི་མེ་རི་བསྒོམ་པ་དེ་བརྩི་གི་རེད། དེ་གདན་ས། བ་མ་དེ། འདི་བྱེད་ཀྱི་རེད་མཁའ་སྣ་ལ་ནི་མཁའ་སྣ་གསང་སྟེང་ནས་དོན་ནི་དེ་དེ། མེ་རིའི་ཁྲི་འཛིན། ས་བཞི་པ་དེ་གི་ཕྱག་ཏུ་ནི་ཁུ་ཏྲ་ས་བ་མ་ལ་ནི་སྤྱི་བཏང་ཁོང་རིགས་མེ་རི་ཁྲི་འཛིན་ཡིན་པ་ལ་མཁའ་སྣ་བསྒོམ་པ་ལ་ནི་ལོགས་སུ་བལྟ་དེ་དེ་ཏྲ་ས་བ་མ་ཕྱག་རེད།

ཤིང་དང་སྔགས་ལོག་གི་རེད་དེ་ཁྱུང་དང་གྲུ་དེ་འདྲ་བྱས་ནས་ནས་དེང་ད་བོང་བུ་དགོས་ཏེ་ངོ་ནི་གི་རྩ་ཡི་བཀྲ་ས་ཁག་དེ་འདྲ་ལས་ད་ཤིང་ཚང་ལ་ཡ་དེ་ང་ཚོ་སྟོན་པ་ཤེས་རབ་དགོས། ད་གདོང་སྐྱིད་འཛིན་མཁན་དེ་ད་ལྟ་བར་དུ་ད་ལྟ་གདོང་སྐྱིད་དེ་གདོང་སྲས་གཉིས་ད་ལྟ་ཞུ་དུས་རེད་ད་ང་ཚོ་ད་ལྟ་དེ་ཡེ་རུ་བན་ས་ཁག་གི་སྦྱིན་སྲེག་ལ་ནས་རྒྱལ་བ་ཀྲི་ཡི་རིང་ལུགས་ལ་ཡ་དེ

དེ་ནི་དཔག་འགེབས་པ་དཔག་གི་ནི་གདན་ས་དེ་ཡོད་རེད་དེ་ནི་བཞི་བཟང་ལ་ནི་བཞིའི་གདན་ས་ཡོད་རེད་དེ་ནི་ད་ཁྱུང་པོ་ལ་ནི་ཁྱུང་དཀར་ནག་དྲི་བཟང་ནི་མང་པོ་ཡོད་རེད་དེ་ནང་བཞིན་གྱི། ད་མི་མཁས་པ་བ་ཆེན་ལ་ནི་མཁས་པ་ཆེན་པོ་མང་པོ་བྱུང་ཡོད་རེད་དེ་མི་བཟང་གི་དེ་འདྲ་ད་གདན་ས་མང་པོ་ཡོད་རེད་ད་ད་ལྟ་ང་ཚོ་བྲིས་ཟིན་ལུགས་ཀྱི་ནི་བཤད་བསྡད་ན་འོ་དེ་འདྲའི་ཞིག་ནི་དེ་རེད་དེ་ཡིན་ཏེ་ད་མི་རིགས་དགོན་པ་ལ་ཡ་སྟེ། ཉི་མ་བོད་ནི་རྒྱལ་རིན་པོ་ཆེ་གི་ཕྱག་བཏོད་པ་རེད་དེ་ད་ལྟ་བར་དུ་སོང་མི་རིགས་ཁྲི་འཛིན་སོ་བཞི་པ་བྱུང་སྟེ་འོ། ལ་མང་བ་ནི་ང་ཚོ

ད་གང་ཟག་གི་རྗེས་ཀྱི་ལོད་པ་སོང་ལ་ཡང་དེ་དེའི་གལ་ཆེན་པོ་རེད། ད་ལོད་པ་སོང་འཇིག་རྟེན་གྱི་དགེ་ལྡན་པ་ཅིག་གལ་ཆེན་པོ་རེད། ད་དེ་ཚོ་ཚོ་ལ་ནི་ང་ཚོ་ད་དེ་ཐོག་བར་དུ་དེ་དེ་ཚོ་དེ་གཉན་འཕྲང་བྱས་ཏེ་མྱོང་དེ་འགྲོ་ཡ་འདུག་ཨ། དེ་ཚོ་ད་ལ་ད་དེ་ཐོག་བར་དུ་དཀའ་ལས་རྒྱག་དགོས་གི་དགོས་རྒྱུ་རེད་བསམ་པའི་བསམ་བློ་ཅིག་ཡོད། ང་ཚོ་རིག་གཞུང་འདི་བདག་སྐྱོང་བྱེད་པ་ལ་མ་འོངས་ལ་ང་ཚོ་ཕྱག་ལས་ག་རེ་གནང་དགོས་མིན་དེ་ལ་ལམ་སྟོན་ཞིག་གནང་རོགས་གྱིས། ད་ང་ཚོ་རིག་གཞུང་བདག་སྐྱོང་བྱེད་དགོས་པ་ལ་ང་རང་ཚོ་མི་རེ་ངོ་རེ་ལ་འགན་ཡོད་རེད་མ་གཏོགས་མི་གཅིག་གཉིས་གཅིག་གི་འགྲོ་གྲོགས་གཅིག་ཧ་མ་རེད་ས་ང་རང་ཚོ་བོད་བོད་པ་ཡིད་ཚང་གི་ཚང་མི་འགན་རེད་ས་ཚང་མི་ང་རང་ཚོ་བོད་མི་རིགས་གཅིག་གི་སྐད་ཡིག་དེ་གལ་ཆེན་པོ་རེད་ས་ད་སྐད་ཡིག་དེ་ལ་ང་ཚོ་སྤྱི་བཏང་གི་ད་ལྟ་བར་དུ་ཚོ་མི་རུ་རྒན་པ་དང་དེ་ད་ཅི་དེའི་ཐོག་ལ་ནས་ལབ་ཉེས་ཤིང་མཁས་པ་དང་དགེ་རྒན་མང་པོ་གཅིག་གི་དཀའ་ལས་རྒྱག་དེ་ཡོད་རེད་ས། ད་ལྟ་ཁོས་སྒོ་ཟོག་རྒྱག་པ་ནང་བཞིན་ང་ཚོ་མི་དཀྱིས་མ་ཞིག་ཡིན་ན། ང་ཚོས་ཨ་ཨ་ཀི་ཀི་འདི་ལྟར་གལ་ཆེན་པོ་ཡིན་ཟེར་ནས་ངོས་འཛིན་ཐུབ་ཡོད་ན། ང་ཚོ་ཚང་མ་འདི་ད་ལྟ་ཁོང་ནས་ཁོང་ཁོང་རྣམ་པ་ཚོ། དཀའ་ལས་རྒྱག་འཐེན་མཁན་དེ་ཚོ་ལ་ཞབས་འདེགས་བྱེད་འགྲོ་གི་རེད། དེ་མ་གཏོགས་ཁོང་རྣམ་པ་ཚོ་དཀའ་ལས་རྒྱག་ང་ཚོ་ལ་འབྲེལ་བ་མེད་ཅི་འགྲོ་ཞེས་ང་ཚོ་མི་དཀྱིས་མ་ཡིན་ང་ཚོ་ལ་དགོས་མཁོ་མེད་རེད་བསམ་ན་ང་ཚོ་སང་ལ་བཏང་ནས་འདི་སང་ལ་བསྡུས་ཀྱི་ང་ཚོ་རིག་གཞུང་ལ་གྱོང་རྒྱག་གི་རེད། ང་རང་འདྲ་བརྩིས་ན་ཤུགས་ཀྱིས་ཤེས་བྱ་གར་བརྩིས་ན་བོད་ཀྱི་སྐད་ཡིག་དེ་གལ་ཆེན་པོ་རེད་ད་དེའི་རྒྱུ་མཚན་ཡིན་དུས་དེའི་སྲོག་རྩ་ཆེ་བོ་ལ་ནི་གང་ཐུག་ཐུག་ཅིག་ཤུགས་ཐུག་གི་བལྟ་གི་ཡོད་དེ་དེ་ང་རང་གལ་ཆེན་པོ་རེད་བསམ་གྱི་འདུག་ང་ཚོ་ད་ཅི་ཞིག་དོ་ལོ་དེ་ད་ཀོ་ཤེས་བྱ་ཅིག་གི་འདི་ན་ང་ཚོ་བོད་ཆས་ཅིག་བྱང་འདི་ན་དེ་རེད་ད་ང་རང་ཚོ་བོད་པ་དེ་ང་རང་ཚོ་ཤ་དང་ཁྲག་རིག་པ་བོད་པ་ཡིན་བསམ་ན་སྐྱེས་དེ་མ་བྱས་ན་ང་ཚོ་ལྟོ་བ་ཁ་བོ་དོ་ཨ། སྐྱེས་དེ་བྱས་ན་དེ་ང་རང་བོད་པ་གི་ད་དངོས་ནས་མཚང་རྟགས་ཡག་ཤོས་དེ་རེད། དེ་སྐད་ཡིག་འདི་དེ་སྲོག་རྩ་ཡིན་པས་འདི་དེ་ད་ལྟ་བར་དུ་སོང་ང་ཚོ་ད་ཀྱི། སྐད་ཡིག་ལ། དང་པོ་འབྱུང་ཁུངས་དེ་ཀྱི་ཡི་གེ་འདྲ་ཟེར་ན་ཅི་མ་འདྲ་མདོ་ཐུག་མང་པོ་ཡོད་ད། ད་འདི་དེ་ག་རེ་ཡིན་ནམ་མིན་ནམ། མ་འོངས་པ་དེ་མ་གཡོ་བདེ་བ་དེ་བསྒྱུར་སྐྱོང་བྱས་ནས། དང་པོ་བྱུང་མ་བྱུང་དེ་གལ་ཆེན་པོ་མ་རེད་ལབ་ན་ཡུལ་གཞག་ཇི་ལྟར་མ་རེད་ད་ལོ་རྒྱུས་ང་ཚོ་མགོ་ཁུངས་དག་གོ་གི་རེད། ཡིན་ན་དེ་འདྲའི་སྐབས་དེ་ལས་རྒྱུན་འཛིན་བྱེད་ཡ་དེ་གལ་ཆེན་པོ་རེད་མ་དེ་ཉམས་མ་བྱེད་བ་དེ། དེ་དེ་ང་ཚོ་ཚང་མ་མི་རེ་ངོ་རེ་ནས་འགན་ཁུ་ཐུག་དགོས་དེ་གལ་ཆེན་པོ་རེད་དེ་མི་རེ་གཉིས་ཅིག་གིས་བཀའ་བློན་ནང་མཁན་ཁ་ཤས་ཅིག་དང། དགེ་རྒན་ཁ་ཤས་ཅིག་དང་ཞུ་འཇུག་པ་ཁ་ཤས་ཅིག་གི་ལན་སྐབས་མ་རེད་ང་རང་ཚོ་བུ་མོ་གཡོ་ལྡོག་ཆོག་མི་རེ་ངོ་རེ་འགན་ཡིན།